ལྷན་སྐྱེས་བཀྲ་ཤིས་བདེ་ལེགས། ད་དེ་ནས་དེ་རིང། ཚིག་སྦྱོར། འཁྲུལ་བ་སྤོང་བ་གཉིས་པ་དེ་ཞུ་ཡིན། དང་པོ་དེ་ཁ་ཟས་གོང་ལ་ཞུས་ཟིན་པ་ཡིན། གལ་སྲིད་གཟིགས་མེད་ན་དང་པོ་དེ་ཟིན་རོགས། དེ་ནས་གཉིས་པ་དེ་ཟིན་རོགས་གནང་ཞུ་ཡ་ཡིན། དེ་ཡང་ལས་བྱེད་ཇོ་བང་ལས་གུག་རྒྱལ་བརྩེགས་རྡོ་ཅན་ལ་པའང་གསུངས་པ་རེད། དེའི་དོན་གང་གསུང་དགོས་བར་ཟེར་ན། ད་དེ་ནས་མ་གཏོགས་སུ་སྐྱེལ་དུ་བཞུད་པ་ཡིན་ན་ཐོན་མི་བསམ་བུ་དེ་བེ་ཀ་ར་ནས་སུན་བཅུ་བར་འདིའི་སྐོར་ལ་ཡ་ཨ་ལི་ཤི་ལན་གང་བསྟན་ཡང་རྗེས་འཇུག་བཅུ་པོ་མ་བཞུགས་ན་མིང་གཞན་འབྱོར་པ་ཡོད་མི་སྲིད་ལྟ། སུམ་ཅུ་པའི་གཞུང་དེ་རྗེས་འཇུག་གཙོ་བོར་འདོན་པའི་གཞུང་དང་རྟགས་འཇུག་གི་གཞུང་དེ་སྔོན་འཇུག་གཙོ་བོར་འདོན་པའི་གཞུང་གསུངས་ཙང་སྤྱི་བཏང་གི་ཨ་ལི་ཞིའི་གསུང་ན་ད་ཁྱེད་སྐུ་ཞབས་རྒྱུན་ལྡན་སྐུ་ཞེ་ག་རེ་བསྡད་ཡོད་པ་ཡིན་ན་ཡང་རུང་སྨྲས་རུང་ལ། རྗེས་འཇུག་ཤུ་བོ་ཡིན་གྱིམ་གྱིས་ཞུ་གོ་རེད་རྗེས་འཇུག་མ་ཞུགས་ན་ཨ་ནི་མིང་གཞན་འབྱོར་བ་མིང་ཅིག་གི་འབྱོར་བ་ཡོང་མི་སྲིད་པ་རེད་གསུངས་པ་བྱེད་དུས་ད་ནི་ཨ་ནི་རྗེས་འཇུག་ཡིན་གྱིམ་གྱིས་གོ་གི་རེད། དཔེར་ན། སྐབས་སུ་བབ་པ་འདིར་ངས་ཞུས་པ་ཡིན་ན་བརྡ་རྙིང་དུ་སྟོན་ཀ་དཔེར་ན་གནའ་སྔ་མོའི་ཡི་གེ་ལ་ཡང་སྟོན་ཀ་དབྱར་ཀ་བྷ་བྷ་འདི་འདྲའི་ཨ་མཐའ་རྟེན་འབྱེད་མི་འབྱེད་སྐྱོན་གྱི་ཡོད་རེད་བརྡ་རྙིང་སྐྱོན་གྱི་ནི་བུ་ནི་སྟོན་དགའ། ཞེས་པའི་ཨཱ། དབྱར་ཁ་ཞེས་པའི་ཨཱ། པ་པ་ཞེས་པའི་ཨཱ། མིང་གི། ཁོ་རང་གི་མིང་གྲོགས་སྦྱོར་བ་དེ། ཞུ་གུ་སྟེ། ཡི་གེ། རྗེས་འཇུག་མེད་པའི་ཡི་གེ་ཁྱོད་ནི་མགུ་མ་རེད་ཟེར་གྱི་ཡིན་གྱི་མིན་རྗེས་འཇུག་མགུ། སྟོན་ཞེས་པ་ལ་རྗེས་འཇུག་འདུག་ག། དགའ་དེ་རྗེས་འཇུག་མི་འདུག་ག་རྗེས་འཇུག་གལ་སྲིད་གཞན་ཁྱོད་ནི་མེད་ན་ཨཱ་སྐྱོན་གོ་རེད་གསུང་གི་ཡོད་རེད། དཔེར་ན་པཱ་པཱ་ཞེས་པ་ཐོབ་ལ་ཨ་འདིར་ཐོབ་གི། ད་ཡིན་ན་ཡང་ཕྱིས་སུ་ཀེ་སར་ཆས་མཛད་པ་ནས་བཟུང་བྱས། དེ་ནས་དེ་རྣམས་མི་ཁོགས་པ་དང་ཨ་ནི་བོད་ཀྱི་སྐད་ལ་ཡང་སྐད་ལ་ཞུ་དག་དང་ནི་མི་དགོས་པའི་དབང་གིས་ཨ་ནི་ཟོར་ཡང་བའི་ཆེད་དུ་ཨ་མཐའ་རྟེན་དུ་ཕ་ལོ་ཙཱ་བ་རྣམས་ཀྱིས་མི་ཁོགས་པ་འདོར་བར་བྱས་གནང་བ་རེད། ཐད་གཏོར་བཏེགས་པ་རྡ་ས་ལ་ཡི་གེ་བཟོར་ཡང་མི་ཆད་ཨ་ཐག་དོན་དུ་བྲིས་བ་སྤང་དགོས་འདུག་བྲིས་བཞག་ཡོད་འོན་ཀྱང། རྗེས་འཇུག་གི་ཚིག་འགྲེལ་སྦྱོར་སྐབས་ནི་སྟོན་ཀ་ཞེས་པ་ལ། ཨ་ཡོད་པའི་དབང་དུ་བཏང་ནས་དོན་གྱི་མཐོ་བའི་དབང་དུ་ད་ནི་ང་ཚོས་ཚིག་འགྲེལ་ཞིང་བཟོ་བཅོས་འབི་ཁམས་ལ་ཨ་དབྱར་ཁ་ཞེས་པ་ལྟ་བུ་པ་ཕ་ཞེས་པ་ལྟ་བུ། དེ་འདྲའི་སྐྱོན་འགོག་པར་གར་ཚེ་ན། ཚིག་འབྲས་ཤིང་སོགས་ང་ན་མ་ཨ་དང་ར་ལ་མཐའ་མེད་གཟིགས་བར་བ་ཧ་དང་ར་ལ་མཐའ་མེད་མཐར་ཞེས་བྱ་ཨ་ཡོད་པའི་དབང་གིས་ཞེས་སྐྱོན་འགོག་གི་ཡོ་རེ་སྦྱར་དགོས་པ་ཡིན། ད་སྐབས་སུ་བབ་པའི་རྩ་གཞུང་གི་བསྟན་དོན་ལྟར་གུག་ཞེས་པ་སྟེ་གི་གུ་གསུང་གི་ཡོ་རེ་གུག་རྒྱས་བརྩེགས་ཐོགས་བཅས་ལ་དཔང་གསུང་གི་བ། གུག་ཟེར་ན། གི་གུ་དང་ཞབས་རྒྱུན་གཉིས་ལ་གསུང་གི་ཡོ་བ་རེ། རྒྱས་གསུང་ན། འགྲེང་བུ་དང་ནཱ་རོ་གཉིས་ལ་གསུང་གི་ཡོ་བ་རེ། བརྩེགས་ཞེས་པ་སྟེ་ར་མགོ་ཅུང་གཉིས་ཕྱེད། ལ་མགོ་བཅུག་བྱས་ས་མགོ་བཅུག་རྗེས་འོ་དེ་གས་དེ་རེད་མདོ་ཞེས་པ་ནི་གས་ད་བདུན་བྱས་ར་ད་བཅུག་རྗེས་བྱས་ལ་ད་དྲུག་བྱས་བ་ཟུར་བཏགས་པ་བཅུ་གཉིས་དེ་གས་དེ་རེད། གུག་བྱས་བརྩེགས་རྡོ་ཅན་ལ་ཨ་མཐའ་རྟེན་སྤང་དགོས་པ་དཔེར་ན། ཁ། བདེ། ར། མགོ། བཅུ། གཉིས། བྱ། རི། ཆུ། མེ། ལྷོ། དེ་ལྟ་བུ་ལ་གུག་བྱས་བརྩེགས་རྡོ་གང་རུང་འདུག་བ། འདི་ཚང་མ་ལ་མིང་ཆེན་ཚང་མ་ལ་གུག་བྱས་བརྩེགས་རྡོ་གང་རུང་ཡོད་པ་ཆེས་ཡོད་པ་ལ་ནི་ཨ་ཐ་དན་ཡོད་པ་དེ། དེ་ལྟ་བུ་གང་ཞིག་ཡོད་པ་དེ། སྔོན་གྱི་བདག་ཉིད་ཀྱི་དྲི་སོགས་ཡིན། ཡོད་ན་ཡང་ད་སྐད་གསར་བཅད་ནི་དྲི་སོགས་མེད་པས་སྐད་གསར་བཅད་དང་གསུམ་མཛད་པའི་ནང་ནས་སྐད་གསར་བཅད་གསུམ་པ་མཛད་པའི་སྐབས་སུ་དེ་ལྟར་དྲི་སོགས་མེད་པ། སྟེ། དྲི་སོགས་སྤངས་ཏེ་ནི་གང་ལྟར་སྔར་གྱི་གུག་སྐྱེད་བརྩེགས་འདུག་གང་གསུང་ཡོད་པའི་ཡི་གེ་ལ་ནི་ཨ་ཐ་དན་རྦད་དེ་སྤངས་ཏེ་ག། འདི། ར། འགུ། ཅུ། གཉིས། བྱ། རི་ཆུ་མེ་ལྷོ་ཞེས་པ་ལྟར་དུ་ཨོ་ཨ་མཐའ་རྟེན་སྤངས་ཏེ་འབྲི་དགོས་ཞེས་པའི་དོན་ཡིན་གསུངས། ད་བས་ན་དེ་སྔར་གྱི་བརྡ་རྙིང་ལ་ཡ། བས་ན་ག་ཞེས་པའི་སྐབས་སུ་རྡོ་བ་སུ་ལ་ཡ་ཅན་འཇུག། ཨ་དུ་ག་ད་ག་ན་ཤིང་གི་འདེབས་པ་དུ་ང་གཉིས་ཀྱི་འདེབས་པ་ལ་ཡ། བ་བུ་མདའ་འབྲིང་པོ་འདེད་སོགས་ནི་འདེད། སྐྱེར་བ་སྐྱེས་འབྲེང་པོ་ཡིན་པ་གང་ཞིག་ལ་དེ་ལ་ཨ་ད་ལྟའི་མཇུག་ཏུ་ཀ་འོ་འོན་དེ་རེ་ཡིན་ཅི་ཞིག་ཀུན་ཀྱང་ཚུལ་དུ་མཁྱེན་གནང་གི་རེད་འོ་དེ་ལྟ་བུ་བརྡ་རྙིང་དུ་བྲིས་སོགས་ཡོད་ནའང་རྡ་སར་པའི་སྐབས་སུ་ཁ་མདོག་ཅན་བ་སུ་ཡོད་པ་གང་ཞིག་ལ་དེ་ལ་ཨ་ད་ལྟའི་པང་དེ་ཁ་རྐྱང་པ་བྲིས། དག་ན་ཞིང་གི་བ་བོ་མདའ་འབྲིང་པོ་སྟེ་ཨ་འདས་མེད་པ་ཨ་མེད་པ་ཆད་འདི་སྐད་ཡིན་པ་གང་ཞིག་ལ་དེ་ལྟབུ་ལ་ཨ་ཐ་དེ་མདའ་རྙིང་གི་སྐབས་སུ་འགོད་ན་ཡང་མདའ་གསར་པའི་སྐབས་སུ་སྤངས་ཏེ་བ་བོ་མདས་ཁོ་ན་བྲིས་གསུངས་པར་དེ་ནང་བཞིན་ལ་སྤྱན་གཅིག་ཤེལ་སྤུངས་རྒྱ་མཚོ་དུ་ས་མ་གང་དག་གུག་སྐྱེད་བརྩེགས་ཐོག་ཡོད་པའི་ཡི་གེ་ཡིན་ན་རྗེས་འཇུག་མེད་པའི་རྗེས་སུ་ཨ་ཐ་དེ་སྐྱོན་སྔོན་གྱི་དུས་སུ་སྐྱོན་གྱི་འདུག་ན་མདའ་གསར་པའི་སྐབས་སུ་དེར་མེད་པས་སྤངས་ཏེ་ཨ་ནི་ག་ཨ་སྟེ་ར་དགུ་སོགས་བྲིས་གསུངས་པའོ་ལགས་སོ།